རྒྱ་ནག། དེ་ཚོ་ལ་དམིགས་བསལ་གྱི་འབྲེལ་བ་ཆེན་པོ་བཞི་པོ་ཡོད་མཁན་གྱི་དེ་འབྲེལ་གྱི་བྱང་ཆུབ་སེམས་དཔའ་ཆེན་པོ་གཅིག་ཡིན་ས་རེད། དེ་ནས་བྱང་ཆུབ་སེམས་དཔའ་ཟེར་ནས་ད་དེ་འདྲའི་བའི་ཞུས་བསྡད་པ་རེད་མཚམས་མཚམས་ལ་བྱང་ཆུབ་སེམས་དཔའ་ནང་བཞིན་མཚམས་མཚམས་ལ་དེ་ནས་བླ་མ་ནང་བཞིན་མཚམས་མཚམས་ལ་སློབ་མ་ནང་བཞིན་ད་དེ་འདྲའི་གི་སྤྲུལ་པ་འདྲ་མི་འདྲ་དེ་འདྲའི། དེ་ནས་ང་རང་ཚོས་ད་སོ་སོའི་སྐྱེ་བོ་གི་ཡ་མཇལ་བཞག་དུས་ཡང་བོད་ལ་ཕེབས་དུས་གང་ན་བོད་ལ་དེ་ནས་སྤྱན་རས་གཟིགས་སྲིད་དུ་གཅིག་ཕྱག་བཞི་ཡོད་པ་འདྲ་བོ་མཚམས་མཚམས་ལ་དེ་ནས་ཕྱག་སྟོང་སྤྱན་སྟོང་ཡོད་པ་འདྲ་བོ་དེ་ནས་ཡང་རྒྱ་གར་འདྲ་དང་དེ་འདྲ་ལ་སྤྱན་རས་གཟིགས་འདི་ཕལ་ཆེ་བ་ཞལ་གཅིག་ཕྱག་གཉིས་ཡིན་འདི་པའི་ཟབ་ལྟ་གནང་ཞིང། དེ་ནས་རྒྱ་ནག་ལ་སླེབས་དུས་དགའ་ན་སྤྱན་རས་གཟིགས་འདི་ཡང་ཕོ་དང་མོ་གཉིས་ཀྱི་ནང་ནས་མོ་ཡིན་འདི་པའི་ཟབ་ལྟ་གྲུབ་བོ། ད་དེ་འདྲའི་གི་སྤྲུལ་པ་འདྲ་མི་འདྲ་མང་པོ་བཏོན་ནས་དེ་ནི་དོན་བྱེད་མཁན་གྱི་བྱང་ཆུབ་སེམས་དཔའ་ཆེན་པོ། དེ་ནས་ཁོང་གི་སྐུ་ཚེ་སྔས་མ་ལ་སྨོན་ལམ་མང་པོ་བཏབ། དེ་ནས་སྨོན་ལམ་གྱི་གཙོ་བོ་དེ་ཁོང་གི་མཚན། མིང། ལོ་དང་མིང། མཚན་འདི་སུའི་མགོ་ན་ཡང། ཐམས་ཅད་ལ། དེ་ནས། ཁྲག་དང་ཕུག་ལ། བདེ་པོ་དང་སྐྱིད་པོ། དེ་ནས་ཁམས་གསུམ་ཁུར་བའི་སྡུག་བསྔལ་ལས་གྲོལ་ཡ་དེ་འདྲས་ཀྱི། དེ་ནས་སྨོན་ལམ་མང་པོ་བཏབ་བཞག་པའི་རྒྱུ་མཚན་གྱིས། དེ་ནས། སངས་རྒྱས་དང་བྱང་ཆུབ་སེམས་དཔའ་མང་པོ་གཅིག་གི་ནང་ནས་དང། ཕ་སྐད་ཅིག་ནས་བཤད་བཞག་པ་ཡིན་ན། བྱང་ཆུབ་སེམས་དཔའ་སྐད་གྲགས་ཆེ་ཤོས་འདྲ་པོ་དེ་ཕ་བ་སྤྱན་རས་གཟིགས་ཕྱག་དེ་ཡོད། སྐད་གྲགས་ཆེ་ཤོས་གྲུབ་པ་དེ། དེ་ནས་དེ་ཡིན་དུས་ཀྱི་ང་རང་ཚོ་ལ་ཡང་ད་ལྟ་གོང་དུ་ཞུས་པ་ནང་བཞིན་ཁ་བ་གངས་ཅན་པ་ཚོ་ལ་དམིགས་བསལ་གྱི་དེ་ནས་འབྲེལ་བ་ཡོད་མཁན་གྱི་བྱང་ཆུབ་སེམས་པ་དེ་འདྲ་རེད་དེ་ཡིན་དུས་དེ་ནས་གསོལ་བ་ཡག་པོ་བཏབ་ཤོག་དེ་ནས་སྤྱི་བཏང་ཆོས་ག་རེ་ཞུ་ན་ཡང་རེད་དེ་ནས་ད་རེན་འདི་སྒོམ་ལུང་ཞུ་ཡ་དེ་ཡང་ང་རང་ཚོ་རྐྱང་པ་གི་དོན་དག་དེ་འདྲ་མ་ཡིན་པ་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་དེ་ཡང་སེམས་ཅན་ཐམས་ཅད་ལ་ཕན་བཏགས་དགོས། ཕན་བཏགས་ཡ་དེ་ཡང་ཅིག་ཅར་སྤྲད་ཡ་འདྲ་དང། ཟ་མ་སྤྲད་ཡ་འདྲ་དང། དེ་འདྲའི་གི་ཕན་ཆུང་ཆུང་དེ་འདྲའི་མ་ཡིན་པ། ཕན་ཆུང་ཆུང་བཏགས་ཡ་དེ་འདྲའི་མ་ཡིན་པ། ཕན་ཆེན་པོ། སེམས་ཅན་ཐམས་ཅད། འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་བཀོད་ཡ་གི་ཕན་དེ་འདྲའི་ཐོགས་ཡ་གི་ཆེད་དུ། དེ་ནས་ད་ལྟ་ངས་འདི་ཞུ་གི་ཡོད་བསམ་པའི་བསམ་པ་དེ་འདྲས་ཀྱིས་སྤྱད་ཐུབ་པ་ཡིན་ན་ཧ་ལས་པ། དེ་ནས་བསམ་པ་རྒྱ་ཆེན་པོ་ཡིན་དུས་ག་ན་དེས་ངེས་པར་དུ་ཁྱེད་རང་ཚོ་སེམས་ཁྲལ་བྱེད་ཐུབ་ན། དེ་ནི་ཞེ་དྲག་ཡག་པོ་ཡིན་ས་རེད། ད་ལྟ་ཁྱེད་རང་ཚོ་ཆོས་ཞུ་ན་སྒོམ་ལུགས་ཞུ་ས་ཀྱི་ས་ཆ་འདི་ཡང། དེ་ནི་ང་རང་ཚོས་འདི་འདྲའི་ཆེད་ནས་སྡེ་དགེ་སྨད་ཤོད་རྫོང་སར་དེ་འདྲ་ཡིན་ཟེར་བསམ་བསྡད་པ་ཙམ་གྱིས་མ་ཡིན་པ། འདི་དྭགས་པའི་ཞིང་ཁམས་ཡིན་ཟེར་ཡིད་ཆེས་བྱས། བླ་མ་ད་ལྟ་ཆོས་གསུང་མཁན་གྱི་བླ་མ་དེ་ཡང་ཕ་རྟ་ས་ལ་མི་ནང་བཞིན་གྱིས་འདུག་སྟེ་ཡིན་ན་ཡང་དོན་ལ་འཕགས་པ་སྤྱན་རས་གཟིགས་ཡིན་བསམ་ནས་ཁྱེད་རང་ཚོས་དེ་འདྲའི་བསམ་བློ་བཏང། དེ་ནས། ད་ལྟ། ཁྱེད་རང་ཚོས་ཞུ་ཡག་གི་སྒོམ་ལུང་དེ། ཐང་སྟོང་རྒྱལ་པོ་ཟེར་མཁན་གྱི་དེ་ནས་བླ་མ་ཅིག་ཡོད་བར་བྱུང་བ་རེད་ད་དེ་ནས་མ་བརྒྱུད་པ་རེད། དེ་ནས་དེ་ཞུ་བར་བྱས་པ་ལ། ད་ལྟ་དང་པོ། དེ་ནས་བླ་མ་དེ་འཕགས་པ་སྤྱན་རས་གཟིགས་དངོས་ཡིན་བསམ། དེ་ཡང། སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་འདྲ་གྱི་མང་པོ་གཅིག་གི་མཐའ་བསྐོར་ནས་བཞུགས་ཡོད་བསམ་ཞབས་ཀྱི་རང་ཚོད། དེ་ནས་འཕགས་པ་སྤྱན་རས་གཟིགས་ཞལ་དང། ཕྱག་ཆེན། དེ་ཚོའི་བཟོ་ལྟ་དེ་ཚོ་རེ་རེ་བཞིན་དུ་དེ་ནི་སྒོམ་ཐུབ་ན་ཡག་པོ་ཞིག་ར་རེད་སྒོམ་མ་ཐུབ་ན་ཡང་དེ་ནི་འཕགས་པ་སྤྱན་རས་གཟིགས་དངོས་ཡིན་བསམ་བཞིན་གྱི་ཡིད་ཆེས་དེ་དེ་ནི་གལ་ཆེན་པོ་ཡིན་དུས་གང་ན་ཡིད་ཆེས་དེ་གཙོ་ཆེ་གི་རེད་གཙོ་བོ་དེ་ཡིན་དུས་དེ་ནི་དེའི་ཡིད་ཆེས་བྱས་ནས་དེ་ནི་ཐོག་མར་སྐྱབས་འགྲོ་བྱེད་སྐྱབས་འགྲོ་དེ་ཡང་ད་རྡོག་རྡོག་ཅིག་བཤད་པ་ཡིན་ན།

དེ་འདྲེ་གི་སྡུག་བསྔལ་ལས་སྐྱོབ་ཡག། དེའི་སྟེང་དེ་ལ། དེ་ནས་ང་རང་ཚོས་ཀྱི་སྡུག་བསྔལ་ཐམས་ཅད་ཀྱི། རྒྱུ་རྩ་བ་ངོ་མ་དེ། བདག་འཛིན་ང་རང་རྩ་ཆེན་པོ་ཡིན་བསམ་ནས། ང་རང་མ་གཏོགས་མེད་བསམ་དེ་ཡག་གི་དེ་ནས་བདག་འཛིན་དེ་ལས་སྐྱོབ་ཡག། དེའི་སྟེང་དེ་ལ་ད་རུང་བསམ་ཤེས་ན། དེ་ནས་གཉིས་སྣང་ཟེར་དུས་གང་ལ་ད་འདི་ཡག་པོ་རེད་འདི་སྡུག་ཅག་རེད་ཟེར་མཁན་འདྲ་པོ་དེ་འདྲས་ཀྱི་ཡག་སྡུག་དང་རིང་ཐུང་དང་དྲག་ཞན་དང་དེ་འདྲས་ཀྱི་བསམ་བློ་འདྲ་མི་འདྲ་མང་པོ་ཡོང་ཡ་ད་དེ་ཚོ་ལ་སྐྱབས་ཡག་གི་ཆེད་དུ་དེ་ནས་སྐྱབས་འགྲོ་འགྲོ་གི་ཡོད་བསམ་ནས་དེ་ནས་ཚིག་འདི། ཁྱེད་རང་ཚོ་རྗེས་ཟློས་བྱེད་ཤོག་ད་ལྟ་ངས་ག་རེ་མ་ལབ་པ་ནང་བཞིན། དེ་ནས་ད་ལྟ། མདུན་ན་སྐྱབས་ཡུལ་འཕགས་པ་སྤྱན་རས་གཟིགས་བསྒོམ་དེ་བསྒོམ་བཞག་པ་དེ་འོད་དུ་ཞུ་ནས། ཁྱེད་རང་ཚོ་ལ་མ་ཐིམ་སོང་བསམ། ཆུ་ནང་ལ་ཆུ་བླུགས་པ་ནང་བཞིན། དེ་ནས་རང་དང་སྐྱབས་ཡུལ་དབྱེ་བ་མེད་པ་བ་ཁ་ཁ་ཟེར་ནས་འཆད་རྒྱུ་མེད་པ་འོ་དེ་འདྲས་ཞིག་རེད་སོང་བསམ་ནས་ཁྱེད་རང་ཚོ་ལྟས་ཚེ་དེའི་བསམ་པ་དང། གོང་དུ་བཤད་པ་ནང་བཞིན་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་དེ་ནས་འཁོར་བ་སྡུག་བསྔལ་རྒྱ་མཚོ་ནང་བཞིན་དེ་ལས་ཡང་དག་བསྟན་དགོས་ཀྱི་འདུག་དེ་ལས་ཡང་ཐར་པ་བཟོ་དགོས་ཀྱི་འདུག་ད་དེའི་དོན་དག་ལ་དེའི་ཆེད་དུ་ད་ནི་ང་ང་ཚོ་དེ་ནི་ནུས་པ་གི་ཡོན་ཏན་གང་ཡང་མེད་པ་ཡིན་དུས་དེ་ནི་ད་ལྟ་དེ་འདྲའི་གི་ནུས་པ་མེད་པ་ཡིན་དུས་ད་ཡིན་གཅིག་མིན་གཅིག་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་དེའི་དོན་དག་ལ་ད་དེ་རིང་ཡི་གེ་དྲུག་པ་སི་ཏུ་ཨོམ་མ་ནི་པདྨའི་ཧཱུྃ་ཟེར་ལྷུན་གྱིས། དེ་ནས་བསྒོམ་བཟླས་ཏེ། བླ་མ་འདི་གི་མདུན་མ་ཞུ་ནས། དེ་ནས་རང་གིས་ཉམས་སུ་བསླད་ནས་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་མ་ཐོབ་ཀྱི་བར་དུ་དེ་ནི་ངས་ཉམས་ལེན་འདི་བྱེད་ཀྱི་ཡིན་བསམ་པས། དེ་ནས་བསམ་བློ་བཏང་ནས། དེ་ནས་ངག་ཏུ་འདི་གསུང་བར་ཞུ། ད་དེ་བཅུག་ལ། ཁམས་གསུམ་འཁོར་བ་ཟེར་མཁན་དེ་ལ་སྐྱོན་ཡོད་པ་ཅིག་ཧ་གོ་དགོས་ཡ་དེ་གལ་ཆེན་པོ་ཞིག་ར་རེད། དེ་ནས་ཁམས་གསུམ་འཁོར་བ་ལ་སྐྱོན་ཡོད་པ་དེ་ཁ་ཤས་ཀྱིས་ད་རུང་ད་དེ་བླ་མ་གྲྭ་པ་ཆོས་པ་དེ་ཚོ་གི་ལས་ཀ་རེད། ང་ཚོ་འཇིག་རྟེན་པ་ཕོ་མོ། ཕོ་ས་མོ་ས་དེ་ཚོ་དེ་ནི་ཁམས་གསུམ་འཁོར་བ་ལ་སྐྱོན་ཡོད་པ་ཧ་མ་གོ་ན། ཅི། ཁྱད་ཡོད་མ་རེད་བསམ་མཁན་དེ་འདྲས་ཡོད་ཀྱི་རེད། ཡིན་ན་ཡང་དེ་འདྲས་མ་རེད། ཁམས་གསུམ་འཁོར་བ་ལ། ཁམས་གསུམ་འཁོར་བ། ཟེར་ཟེར་ནས་ད་དེ་གང་ཟེ་མགོ་མ་ཚོས་ནས་ང་རང་ཚོ་ད་མི་ཚེ་འདི། ང་ཚོའི་མི་ཚེ་སྤྱིར་བཏང་དེ་དུས་ཀྱི་གནས་ཚུལ་ངོ་མ་དེ་གི་ཁོ་རང་འགྲོ་སྟངས་འདུག་སྟངས་འདྲ་པོ་ངོ་མ་དེ་ག་ཚད་ཡིན་ན་ཡང་ཧ་གོ་ཐུབ་པ་ཡ་དེ། དེ་ནས་ཆོས་པ། བླ་མ་གྲྭ་པ་རྐྱང་པ་མ་ཡིན་པ། མི་བྱ་ཕོ་མོ་ཡིན་ན་ཡང་དེ་ཧ་གོ་ཐུབ་ཡ་དེ་གལ་ཆེན་པོ་ཞིག་རེད། གང་རེད་ཟེར་ན། དེ་ཧ་མ་གོ་ན། དེ་ནས་ལས་ཀ་ལས་ལས། ཚོང་བརྒྱབ། དེ་ནས་སློབ་སྦྱོང་བྱས། དེ་ནས་པད་མ་སྲིད་ཀྱི་དེ་ནས་དཀའ་ལས་མང་པོ་བརྒྱབ་ན་ཡང། ནམ་ཞིག་ན་དེ་ནས་དོན་དག་སྒྲུབ་ཡ་དེ་ཡང་མེད། ག་སྲིད་དོན་དག་ཆ་ངེ་ཆུང་ངེ་སྒྲུབ་ནའང་དེ་ནས་ང་ཚོ་ཐམས་ཅད་སྔ་ཕྱི་མ་གཏོགས་ཤི་ཡ་ཡིན་པ་ད་ལྟ་འཛམ་བུ་གླིང་འདིའི་ནང་དུ་ལ་མ་ཤི་ནས་བསྡད་བསྡད་བབ་ཀྱི། སུ་གཅིག་ཡང་མཐོང་ཡ་ཡོད་མ་རེད། དེ་འདི་ཁོར་ཐམས་ཅད་ཤེས་ཡ་ཡིན་པ། ཁམས་གསུམ་འཁོར་བ་འདིའི་ནང་འདི་ལ། དེ་ནས་ག་ཚད་དམིགས་པ་ག་ཚད་ང་རང་ཚོ་གི་རྒྱུ་ནོར་ལོངས་སྤྱོད་ག་ཚད་བསགས་ཐུབ་པ་ཡིན་ན་ཡང། མཐའ་མི་མཐའ་མ་དེ་ཚོ་ཡོངས་རྫོགས་བཞག་ནས་འགྲོ་དགོས་ཀྱི་ཡོད་པ་དེ། དེ་ནས་ང་ཚོ་ཨི་ནས། བླ་མ་ཚོ་གི་བཤད་ན་མ་བཤད་ན་ཡང་དངོས་སུ་མཐོང་མཐོང་རིག་རིག་ག་རེད། དེ་སོགས་བལྟས་ཚེ་བལྟས་ཚེ། ཁྱིམ་པ་ཕོ་མོ་དེ་ཚོ་ཡིན་ན་ཡང་ཧ་གོ་ཐུབ་པ་ཡིན་ན། དེ་ནས། ལས་ཀ་ལས་སྟངས། དཔལ་འབྱོར་སྒྲུབ་སྟངས། སློབ་སྦྱོང་བྱེད་སྟངས། འཚོ་བ་སྐྱེལ་སྟངས་ཀྱི་སྟེང་དེ་ལ་ཏན་ཏན། ཁྱད་པར་ཆེན་པོ་ཡོང་གི་རེད་བསམ་གྱི་འདུག་ཁྱད་པར་ཡོང་རྒྱུ་དེ་གང་ལ་བརྟེན་ནས་ཡོང་གི་རེད་ཟེར་ན། ག་ཚད་ཡིན་ན་ཡང་ཚོད་བཟུང་ཡག། ཆོག་ཤེས་བྱས་ཟེར་ནས་ཆོས་སྐད་གནང་ན་ཆོག་ཤེས་བྱས་ཚོད་བཟུང། དེ་ནི་ཧ་ཅང་གི་དེ་ནི་འདོད་པ་ཆེན་པོ་འདི་འདྲའི་མ་ཡིན་པ། དེ་འདྲའི་ཅིག་རེད་རེད་འགྲོ་གི་རེད་དེ་འདྲའི་རེད་ཚ་བའི་ཤུགས་ཀུན་དེ་ལ་དེ་ནི་མི་དེ་མི་རྒྱུད་དྲང་པོ། གཞན་སེམས་ཅན་གཞན་ལ་ཕན་ཐོགས་ཡག་གི་བསམ་བློ་དེ་ཚོ་ཏན་ཏན་སླེབས་ཐུབ་གི་རེད། དེ་ཡིན་དུས་གང་ན་དེ་ནི་ངེས་པར་དུ་ང་རང་ཚོ་གི་མི་ཚེ་གི་འགྲོ་སྟངས་འདུག་སྟངས་གནས་ཚུལ་ངོ་མ་དེ་ག་ཚད་ཡིན་ན་ཡང་བསམ་བློ་ནང་ལ་འཁོར་ཐུབ་དགོས་ཀྱི་རེད་མ་གཏོགས་ད་ལྟ་ང་རང་ཚོ་གི་ལས་ཀ་ལས་སྟངས་འདི་གཅིག་ལོ་སྟོང་ཕྲག་མང་པོ་མ་ཤི་རྒྱུ་མེད་ནི་ཕ་བསྡད་ཡ་ཡོད་པའི་གི་སྣང་བ་ནང་བཞིན་ཅིག་ད་ལྟ་ང་ཚོ་མང་ཆེ་བ་ལ་དེ་འདྲས་ཅིག་ཡོང་གི་འདུག་བ། དེ་ནས་དེ་བསམ་བློ་དེ་འདྲས་ཅིག་ཁེལ་ནས་དེ་ནས་ལས་ཀ་ལས་པ་ཡིན་ན། དེ་ནས་ཐ་མི་ཐ་མ་བརྗོད་པ་བཅད་ཡ་གཅིག་དང། དེ་ནས་རང་ལ་ཡང་སྡུག་བསྔལ་དོན་དམ་མེད་པའི་སྡུག་བསྔལ་མང་པོ་མི་ལ་ཡང་སྡུག་བསྔལ་མང་པོ་ཨོ་ད་དེ་འདྲའི་བཟོ་ཡ་དེ་འདྲས་ཅིག་རེད་འགྲོ་གི་དེ་ཡིན་དུས་ག་ན་དེ་ནས་ཐམས་ཅད་ཀྱིས་དེ་ནས་ང་རང་ཚོའི་མི་ཚེ་ནང་འདི་ལ་དེ་ནས་སྐྱེ་བ་དེ་ནས་རྒ་བ་སྲིད་དུས་ག་ན་རྒད་པོ་ཆགས་ཡ་ནད་ན་ཚ། ཐ་མི་ཐ་མ་ཤི་ཡ། དེ་ནས་གྲོགས་པོ་གྲོགས་མོ་སྤུན་ཉེ་རིང་ཟེར་མཁན་དེ་ཚོ་ཡང། དེ་ནས་སྐད་ཅིག་གཅིག་ལ་འགྱུར་ལྡོག་ཆགས་ནས་དེ་རིང་དགའ་ས་ཐམས་ཅད་སང་ཉིན་ཡང། མ་དགའ་ས་ཆགས། དེ་རིང་མ་དགའ་ས་ཀྱི་མི་དེ་ཚོ་སང་ཉིན་དགའ་ས་ཆགས་དེ་འདྲའི་གི་འགྱུར་ལྡོག་ཆེན་པོ་འདི་འདྲའི་ཅིག། དེ་ཚོའི་གྲས་དེ་ག་ཚད་ཡིན་ན་ཡང་ཧ་གོ་ཐུབ་པ་བྱས། དེ་ཡང་ནས་ཡང་དུ་བསམ་བློ་བཏང་བ་ཡིན་ན། དེ་ནས་བླ་མ་གྲྭ་པ་བསྐྱངས་པ་མ་ཡིན་པ། དེ་ནས་ང་རང་ཚོ་མི་ཚེ་ཕོ་མོ་དེ་ཚོ་ཡིན་ན་ཡང་མི་ཚེ་སྤྱད་སྟངས་དེ་མི་ཚེ་ད་སྤྱད་སྟངས་སམ་ག་འདྲི་ལབ་རོགས་གྱིས་ན་མི་ཚེ་སྤྱད་སྟངས་དེ་ཞེ་དྲག་གི་དེ་ནས་གུ་ཡངས་པོ། དེ་ནས་གང་ཟག་སྐྱིད་པོ། སེམས་པ་བག་ཕེབས་པོ་ལྷོད་པོ་འོ་ད་དེ་འདྲས་ཡོང་གི་ཡོད་རེད་ད་དེའི་ཞོར་དུ་ངས་ད་གཟོད་དེ་འདི་མ་བཤད་པ་ཡིན་དེ་ནས་ད་ལན་འདིའི་དམིགས་བསལ་ད་ག་རེ་གོ་དགོས་རེད་ཟེར་ན་ཁམས་གསུམ་འཁོར་བ་གི་སྡུག་བསྔལ་ཐམས་ཅད་ཡིད་ལ་བྱེད་ད་དེ་དེ་ལས་ཐར་ཡ་ལ་ཐབས་ཤེས་གཞན་དག་གང་ཡང་མི་འདུག་ཐབས་ཤེས་གཞན་དག་ཐབས་ཤེས་མཆོག་ཏུ་སྤྱོད་པ་དེ་དེ་ནི་དམ་པའི་ཆོས་བསྒྲུབ་ཡ་རེད་དེ་ནི་དམ་པའི་ཆོས་སྒྲུབ་པར་བྱེད་པ་ལ་ད་ད་ལན་དམ་པའི་ཆོས་ཀྱི་ཉིང་ཁུ།

ད། སྒོམ་ངོ་མ་དེ་ག་འདྲས་སུ་རྒྱབ་དགོས་ཀྱི་རེད་ཟེར་ན། ང་རང་ཚོ་ཐམས་ཅད་ཀྱི་མགོ་གི་སྟེང་དེ་ལ། དེ་ང་རང་ཚོ་རྐྱང་པ་མ་རེད། ང་རང་གི་ངོ་ཤེས་པ་གི་མི། རང་གི་སྤུན་སྤུན་ཆ། དེ་ནས་རང་ལ་མ་དགའ་མཁན་གྱི་དགྲ་དགྲ་དེ་འདྲས་ཡོད་ན་ཡང་དེ་ཚོ་གི་མགོ་ལ། དེ་མ་ཡིན་པའི་ང་རང་ཚོའི་ངོ་མ་ཤེས་པའི་གི་སེམས་ཅན་ཐམས་ཅད་བྱ་དང་བྱིའུ་འབུ་ཐ་ན་འབུ་ཆུང་ཆུང་དེ་ཚོ་ཡན་ཆད་ཀྱི་མགོ་འཁོར་གྱི་སྒང་ལ་འཕགས་པ་སྤྱན་རས་གཟིགས་བཞུགས་ཡོད་བསམ། དེ་ནས་འཕགས་པ་སྤྱན་རས་གཟིགས་དེ་ཟོབ་ལྟ་དང། ད་ཁྱེད་རང་ཚོ་ཧ་གོ་མཁན་ཤེས་མཁན་ཚོ་གིས་དེ་ནས་པར་འདྲ་དེ་འདྲའི་མཐོང་མྱོང་མཁན་དེ་ཚོ་གིས་དེ་ནས་དེ་འདྲའི་སེམས་ལ་ག་རེ་ཤར་ཐུབ་ན་ད་དེ་སྒོམ། དེ་སྒོམ་མ་ཐུབ་ན་ཡང། མི། རྟ་ཟ་བའི་མི་བཟོ་ལྟ་ཡག་པོ་ཡོད་པ་ཅིག་ཕ་བོ་སྤྱན་རས་གཟིགས་དངོས་ཡིན་བསམ་ནས་འོ་ད་དེ་འདྲའི་ཅིག་ང་རང་ཚོའི་མགོ་གི་སྒང་ལ་ཡོད་བསམ། དེ་ནས་དེ། སངས་རྒྱས་བྱང་ཆུབ་སེམས་དཔའ་ཐམས་ཅད་ཚུར་གདུལ་བྱ་བ་གི་ངོ་བོ་ཡིན་བསམས་ནས། ད་ལྟ། དཔེར་ན། རིག་པ་འཕེལ་དགོས་ཀྱི་ཡོད་ན་འཇམ་པའི་དབྱངས་ལ་གསོལ་བ་བཏབ་ཟེར་གྱི་འདྲ་དང། དེ་ནས་ཚོང་དང་དེ་འདྲའི་ཅིག། དཔལ་འབྱོར་སྒྲུབ་དགོས་ཀྱི་ཡོད་ན་འཛམ་བྷ་ལྷ་ལ་གསོལ་བ་བཏབ་ཟེར་ནས་ལྷ་སོ་སོ་སོ་སོར་འཕགས། མགོ་བཏགས་མ་དགོས་པར། འཕགས་པ་སྤྱན་རས་གཟིགས་ཏེ་འཇམ་པའི་དབྱངས་ཡང་འཕགས་པ་སྤྱན་རས་གཟིགས་ཀུན་ཏུ་བཟང་པོ་ཡང་འཕགས་པ་སྤྱན་རས་གཟིགས། ངག་དབང་འཛམ་བྷ་ལ་ཡང་འཕགས་པ་སྤྱན་རས་གཟིགས། གུ་རུ་རིན་པོ་ཆེ་ཡང་འཕགས་པ་སྤྱན་རས་གཟིགས་ད་གང་ཅི་འཕགས་པ་སྤྱན་རས་གཟིགས་དེ། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཚུར་བསྡུས་བཞག་པ་དེ་འདྲས་ཡིན་བསམ། དེ་ཚོ། དེ་འཕགས་པ་སྤྱན་རས་གཟིགས་དེ་ང་རང་ཚོ་རེ་རེ་གི་མགོ་ལ་མགོ་གི་སྟེང་དེ་ན། ཡོད་བསམ་ནས་ཡིད་ཆེས་བྱས་ནས། དེ་ནས་འཕགས་པ་སྤྱན་རས་གཟིགས་ལ་གསོལ་བ་གདབ་པ་ད་འདི་ཡི་རྗེས་ཟློས་མཛོད། ད་དེ་འདྲས། རྩ་བ་བཀའ་བདུན། དེ་ནས་ང་རང་ཚོ་མགོ་ཡི་སྐར་ན་ཡོད་མཁན་གྱི་འཕགས་པ་སྤྱན་རས་གཟིགས་དེ་གི་སྐུ་གཟུགས་ནས་འོད་ཟེར་མང་པོ་འཕྲོས། ད་ལྟ་ང་རང་ཚོ་ཉི་མ་ཤར་ཏེ་འོད་འཕྲོ་ཡང་འདུག་བ་དེ་ནང་བཞིན་འོད་ཟེར་པད་མ་སྲིད་མང་པོ་འཕྲོས། དེ་གི་དེ་ནས་ང་རང་ཚོ་གི་ཁང་པ་ས་ཆ་དེ་ནས་འདི་ག་རེ་ཟེར་བ་རེད། འདི་ན་ད་ལྟ་སྨན་ཤོད་ཟེར་གྱིན་འདྲ་བོ་དེ་འདྲའི་གི་ས་ཆ་དེ་ལས་ཕ་ཕ་ཕ་འགྲོ་ནས་དེ་ནས་སྡེར་གྱི་ཡོངས་རྫོགས་དེ་དེ་ནས་མ་འགྲོ་ནས་སི་ཁྲོན་ཡོངས་རྫོགས་དེ་ནས་རྒྱ་ནག་དེ་ནས་རིམ་པས་ཤིན་ཏུ་ག་ས་ག་ས་ལ་དེ་ནས་འཛམ་བུ་གླིང་ཡོངས་སུ་རྫོགས་པ་ལ་དེ་ནས་འོད་ཟེར་དེ་གི་ཁྱབ། འོད་ཟེར་དེ་གི་ཁྱབ་འགྲོ་དུས་འོད་ཟེར་དེ་ག་ན་ཕོག་ས་དེ་ན། ཕོག་ཚ་གི་ས་ཆ་དང། ཕོག་ཚ་གི་དེ་ནས་སེམས་ཅན་ཐམས་ཅད་ཀྱི་སྡིག་པ་དང་སྡུག་བསྔལ་ཐམས་ཅད་སྦྱངས། སེམས་ཅན་ཐམས་ཅད་འཕགས་པ་སྤྱན་རས་གཟིགས་ལ་འཕགས་རེ་སོང་བསམ་ནས། ང་རང་ཚོ་ད་ལྟ་ད་འགྲོ་བ་རིགས་དྲུག་གི་སེམས་ཅན་འདྲ་མི་འདྲ་མང་པོ་ཡོད་པ་དེ་ཚོ་ཐམས་ཅད་རེ་རེ་བཞིན་དུ་འཕགས་པ་སྤྱན་རས་གཟིགས་རེ་སོང་བསམ་ནས། དེ་ནས་སྐད་འདྲ་མི་འདྲ་གོ་ཡ་དེ་ཚོ་ཐམས་ཅད་ཡང།

རྩུབ་རྩུབ་བྱས་ནས་དེ་ནས་སེམས་ནང་ལ་ག་རེ་ཤར་ཡོང་ན་ཡང་ཡག་པོ་སྡུག་པོ་ག་རེ་ཤར་ཡོང་ན་ཡང་ཡག་པོ་ཞིག་ཤར་འོང་ན་ད་དེ་དཔེ་ཡག་པོ་རེད་འདུག་བསམ་ནས་ཧ་ལས་ལས་བཟོ་དགའ་བོ་བཟོ་དེ་འདྲས་མ་བྱས། ཡང་སེམས་ནང་སྡུག་པོ་རེ་དེ་འདྲས་ཤར་འོང་ན་ད་འདི་འདྲས་ཀྱི་དེ་ནས་ཆོས་ར་ནང་འདི་འདྲས་ཀྱི་འདྲ་མི་འདྲ་དེ་འདྲས་སྡུག་པོ་དེ་འདྲས་དྲན་ཡོང་གི་འདུག་བསམ་ནས་ཡང། སྐྲ། ཚེར། དེ་འདྲས་མ་བྱེད། སེམས་ནང་ག་རེ་ཤར་ཡོང་ན་ཡང་དེ་ངོ་ཤེས་ཚེ་ཤེས་ཚེ་བྱས་ནས་དེ་ནས་དེའི་སྒང་དེ་ལ་ག་ཚད་ཡིན་ན་ཡང། འདྲ་མི་འདྲ་དེ་འདྲས་ག་རེ་དྲན་ན་ཡང་ཕ། བཀག་རྒྱུ་དང་དེ་འདྲས་མ་ཡིན་པ། ད་ཡང་སེམས་ནང་འདྲ་མི་འདྲ་དྲན་རྒྱུ་དེ་འདྲས་གང་ཡང་མེད་ན་ཡང་ཡིན་གཅིག་མིན་གཅིག་ཚུལ་དྲན་ཨེ་ཐུབ་ལྟ་ཡག་དང་དེ་འདྲས་མ་ཡིན་པ། ག་ཚད་ཡིན་ན་ཡང་ཕ།

དེ་ནས་རང་རང་སོ་སོར་ལྷ་ཡིན་ཟེར་བསམ་པའི་དེ་འདྲ་གི་སྐད་ཆ་བཤད་ཡ་ཡོད་མ་རེད། ང་ཚོ་ནང་པ་སངས་རྒྱས་པ་ལ་དེ་ནས་ཁྱད་ཆོས་ཆེན་པོ་གཅིག་ག་རེ་ཡོད་རེད་ཟེར་ན། རང་རང་སོ་སོ་ཡང་ཐ་མི་ཐ་མ་རང་རང་སོ་སོ་དེ་ནས་སྐྱབས་རྒྱུ་འཕགས་པ་སྤྱན་རས་གཟིགས་དེ་དང་དབྱེ་བ་མེད་པ་དེ་འདྲ་ཡིན་པ་དང་དེ་འདྲ་ཡིན་པ་དེ་ངོ་ཤེས་དགོས་ཀྱི་ཡོད་རེད་དེ་ཡིན་དུས་ག་ན་དེ་གི་ད་གྲ་སྒྲིག་འདྲ་པོ་ཅིག་མ་སོང་ན་ད་ལྟ་ནས

དེ་ནས་སྤྱན་རས་གཟིགས་ཀྱི་རས་ཚ་བའི་ཤུབ་བུ་དེ་ལ་དང་འཕགས་པ་སྤྱན་རས་གཟིགས། ཀྱི་གར་ཟེར་བ་ལ་ཟོབ་རྟ་རེད་པ་དེ་མ་སོང་ན་འཕགས་པ་སྤྱན་རས་རས་བཟང་བ་དེ་གི་མ་རེད། སྤྱན་རས་གཟིགས་ཀྱི་ཟོབ་རྟ་དེ་རས་བཟང་བ་རེད་དེ་ཡིན་ན་ཡང་སྤྱན་རས་གཟིགས་ཀྱི་ལས་ཀ་ལས་སྟངས་སྤྱན་རས་གཟིགས་ཀྱི་བསམ་བློ་བཏང་སྟངས་དེ་ཡང་དེ་ནི་ག་ཚད་ཡིན་ན་ཡང། བཟོ་ཨེ་ཐུབ་བལྟ་དགོས་གི་རེད་དེའི་འདུལ་ཁ་ན་ང་རང་ཚོ་ཐ་མལ་པ་སོ་སོའི་སྐྱེ་བོ་དེ་ད་འཕགས་པ་སྤྱན་རས་གཟིགས་དངོས་སུ་ཡིན་བསམ། དེ་འདི་ལྟར་འཕགས་པ་སྤྱན་རས་གཟིགས་ཀྱིས་དེ་ནི་ལས་ཀ་ལས་སྟངས་འདིས་གཞན་ལ་གནོད་མི་བྱེད་ཡ་གཞན་ལ་ཕན་པ་བསྒྲུབ་ཡ་འོ་ད་དེ་ཚོ་ཡིན་དུས་ག་ན་ག་ཚད་ཡིན་ན་ཡང་དེའི་སྟེང་འདི་ལ་དེ་ནི་བཟོ་ཨེ་ཐུབ་བལྟ་ཡ་དེ་དེ་ནི་གལ་ཆེན་པོ་ཞིག་ར་རེད། དེ་ནས་ད་ང་རང་ཚོ་འདི་འདྲས་ཀྱི་མ་ཎི་བགྲང། སྒོམ་བརྒྱབ། འཕགས་པ་སྤྱན་རས་གཟིགས་ལ་གསོལ་བ་བཏབ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་ད་དེ་ཚོ་ལ་དེ་འདྲས་བྱས་པ་དེ་ལ་དགེ་བ་པད་མ་སྲིད་ཆེན་པོ་ཡོད་རེད་དེ། དེ་ནས་ད་འདི་ང་རང་གིས་དེ་འདྲའི་བསམ་བསྡད་པ་རེད་མ་གཏོགས་དེ་འགྲུབ་ཀྱི་མ་རེད་བསམ་ནས་དེ་འདྲའི་བསམ་བློ་བཏང་ཉན་གྱི་མ་རེད། བསམ་བློ་བཏང་ཟེར་ཡང་དེ་འཛམ་བུ་གླིང་ནང་འདི་ལ་སེམས་ལས་དབང་ཆ་ཆེ་ཚེ་སེམས་ལས་ཤུགས་ཆེ་ཚེ་དེ་འདྲ་རྩ་ནས་ཡོད་བ་མ་རེད། དེ་འདུག་ག་ན་ང་རང་ཚོས་དུས་རྒྱུན་བཟོ་མི་ཐུབ་པ་རེད་མ་གཏོགས་རྟག་པར་དེ་ནས་བསམ་བློ་བཏང་སྟངས་འདི་འདྲའི་ཆེད་ནས་བཏང་བྱས་པ་ཡིན་ན། མགྱོགས་མྱུར་དུ་དེ་ནི་འཕགས་པ་སྤྱན་རས་གཟིགས་ཀྱི་གོ་འཕང་ཐོབ་ཐུབ་ཀྱི་ཡོད། དེ་ཡིན་དུས་ཀ་ན་ད་འདི་འདྲས་ཀྱིས། དེ་ནས་འཕགས་པ་སྤྱན་རས་གཟིགས་ཀྱི་སྒོམ་བཟླས་ཉམས་སུ་བླང་བ་མ་ནི། འདོན། དེ་ནས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པའི་དགེ་བའི་རྩ་བ་དེ། དེ་ནི་ང་རང་ཚོའི་ཚུལ་གཅིག་བདག་པོ་བྱམས་པའི་བཞག་བྱ་བ་མ་ཡིན་པ། དེའི་དགེ་བའི་རྩ་བ་དེ་ཡང། དེ་ནི་སེམས་ཅན་ཐམས་ཅད་ལ་ཕ་བསྔོ་ནས་སེམས་ཅན་ཐམས་ཅད་ལ་ཕ་སྤྲད་ནས། ད་འདི་འདྲས་བྱེད་ཀྱི་ཡིན་བསམས་ནས། སྐྱེ་བ་འདི་ཉིད་གསལ་བྱེད་དོ།